དེར་བཞུགས་པ་ལྷུན་ནུས་མུ་རེ་བློ་བྲལ་ཆེན་མོའི་སློབ་མ་རྣམས་དང། གཉེན་འདུན་འདུས་ལ་བཞུགས་པའི་གནས་ཁང་རང་སངས་རྒྱས་རྗེ་བཙུན་མ་རྣམས་བཅས་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ད་ད་རེས་ཀྱི་ལྟར་འཆད་ཁྲིད་ལས་དོན་འདི་ནང་ལོགས་ལ་གཙོ་བོ་ག་རེ་ཟེར་སོང་ན་དེ། དོང་སྟོད་རྒྱ་གླིང་གི་སྐོར་ལ་མུ་མཐུད་ནས་མ་ཅིག་ཞུ་གི་ཡིན། ད་དོང་ཆེན་འདིར་བལྟས་པ་ཡིན་ན་གཙོ་བོ་དགོན་འདིའི་ནང་ལ་འཆད་སོང་ན་ད་དེ་ཁ་ཆེན་པོ་ཞིག་རག་འཆད་དགོས་པ་རེད། སྤྱིར་བཏང་གི་ཆོས་ལུགས་ཀྱི་གར་འཆམ་ཡིན་མ་ཡིན་ནི་འདྲ། ཆོས་ལུགས་ཀྱི་ཆོ་ག་ཆེ་ཡང་དེ་འདྲའི་ནང་ལ་གང་ཙམ་དོང་སྤྱི་གཏང་དགོས་རེད། ད་དོང་སྤྱི་གཏང་གང་ཙམ་ལ་ག་རང་སོ་སོ་དེའི་ཕྱག་ལ་གར་གཏང་དགོས་སམ་རྒྱ་གླིང་གཏང་དགོས་རེད་བ། དཔེར་ན་ང་ཚོ་ནམ་རྒྱུན་ཟེར་ཡས་ཀྱི་དོང་རྒྱལ་གཉེར་སེན་ཟེར་བྱས་རྗེས་འོ་དོང་རྒྱལ་ལ་ཉིན་འགྱངས་བོ་གཏང། གཏང་དུས་དོན་ནི་སྒྲིག་གཞི་དེ་ག་འདྲ་ཞིག་དགོས་རེད་ཟེར་སོང་ན། དོང་སྤྱི་དེ་ཆགས་ཡོད་ན།

ད་ལྟ་དེ་འདྲ་ཡོད་རེད་ཐང་ཆེན་ལ་དོག་རོ་ཟེར་གྱང་ཟེར་གཏེར་རི་ཟེར་དེ་འདྲ་ཡོད་རེད་རེད་བ། གྱང་དེ་ག་འདྲ་ཞིག་དགོས་པ་རེད་ཟེར་སོང་ན་དེ་བྱ་རྒོད་པོས་ནམ་མཁའ་ནམ་འཕང་བཅད་པ་ལྟ་བུ་ཅིག་བསྟབས་ཀྱིན་པ་དེ་གྱང་ལ་བ་ཀླད་དེ་བར་ཇི་འདྲ་དགོས་པ་རེད། དོག་རོ་དེ་ག་རེད་ཟེར་ན། རྔ་པ་དེ་ལ་སླད་མ་ཞུས་པ་ན་ཅིག། ཨ་འདི་དེ་སྤྲད་མ་ཡོད་རེད་བ། སྤྲད་མ། རྔ་པ་དེ་འདུག་ཞུས་དང་དོག་རྡོ་སྐད་རྒྱག་རེད་བ། ཨོ་དེ་འདྲས་ཅིག་གོ་གོ་ཡོད་རེད་ཟེར་གོ་རེད། ཏིར་དེ་ག་རེ་ཅིག་གོ་རེད་ཟེར་ན། གླང་པོ་ཆེའི་ངུར་སྐད་ལྟ་བུ་ཅིག་ཏི་ཟེར་རྒྱོབ་ར་གླང་པོ་ཆེའི་ངུར་སྐད་ལྟ་བུ་དེ་འདྲས་གོ་གོ་ཨར། སྤྱིར་བཏང་གི་དོང་ཆེན་བུད་པའི་གམ་ཚག་ལ་དཔེར་ན། ཨེ། དེ་འདྲས་རྒྱོབ་རེད་བ་ཁོ་ལ་གང་ཟེར་ག་ཅིག། དོར་དང་རྒྱང་དང། ཏིར། ལོ། ཙུམ། གཙོ་ཆེ་བ་ཅིག་གོ་རེད་བ། གཞན་གི་ཨེ་ལས་དོང་ཆེན་ལ་དུང་རྩིས་ཡོད་རེད་ཟེར་ཁོ་རང་དུང་རྩིས་མང་གི་འདུག་བ། དུག་འཛིན་མ་དགོས་བ་རེད། དཔེར་ན་ཕྱི་ལྟའི་དུག་འཛིན་བོད་དག་ལ་བྱ་ཆོག་སོང་ན་དཔེར་ན་དེ་འདྲ་དོ་ཁ། སུ་མ་ཟེར། ཨ་ནི་གྱང་ཟེར། བེ་ཆད་ཟེར། གཏེར་བབ་ཟེར། གཏེར་ཆེན་ཟེར། གྱང་དྲུག་ཟེར། ཡན་རྩར་ཟེར། འོ་དེ་འདྲ་ཡོང་དགོས་བ་རེད། སོ་སོ་ཁ་རག་སོང་ན་དོང་ཆེན་གྱི་ད། དཔེར་ན་ཏང་གེ་གི་མི་གཅིག་ངོས་ལ་བྱོན་ཟོ་དེ་གས། ད་ལག་ལེན་དེ་ཡང་བྱང་ཆུབ་པ་ཞིག་དགོས་དགོས་བ་རེད། ད་དུས་སོང་ད་ཁ་སོང་ན་དགོན་འདུས་དང་ད།

ད་འདྲ་མི་འདྲ་སྣ་ཚོགས་ཡོད་རེད་བ། དཔེར་ན། ང་ཚོ་བོད་ཙམ་མ་རེད། སོག་པོའི་ཡུལ་ལ་ཡོད་རེད། འབྲུག་ཡུལ་དང་ག་ས་གང་ལ་ཡོད་པའི་གོམ་པ་དོན་ཚོད་ནང་ལོགས་ལ་སྤྱིར་བཏང་གི་དོན་ཆེན་དེ་གང་ག་ལ་ཡོད་རེད། བོད་བརྒྱུད་ནང་བསྟན་གྱི་གོམ་པ་ཡོད་པའི་ཤུགས་ལ་དོན་ཆེན་ཡོད་རེད་བ། དོན་ཆེན་བཏང་ཡས་ཀྱི་ལག་ལེན་དུ་འཛུགས་ཡས། སོ་སོའི་གི་ཁྱད་ཆོས་དང། བསྟན་པ་དེ་འདྲ་ཡོང་གི་འདུག་བ།

རྒྱ་གླིང་གི་དབྱངས་རྟ་དེ་ལ་ཐང་ཅིག་གི་རམ་འདེགས་བྱས་ཏེ་ཧ་ཅང་གི་དེ་ནི་འོས་ཤིང་འཚམས་པ་ཅིག་དང་སྙན་པོ་ཞེ་དྲག་ཡོང་གི་བ་རེད་དེ་རེད། འདི་ངས་ད་ལྟ་དེའི་སྔོན་ལ་ཤེས་པ་ནང་བཞིན་གྱི་ལྷ་མོའི་ནང་ལོགས་ལ་ལྔ་བུ་གཉིས་ཀྱི་རམ་འཕྲུལ་བྱས་པ་ནང་བཞིན་གྱི་ཨ་ནེ་ཆོས་ལུགས་རོལ་མོའི་ནང་ལོགས་ལ་ཨ་ནེ་དུང་དང་རྒྱ་གླིང་གཉིས་དང་ལས་དེ་རམ་འཕྲུལ་དེ་ཡང་དཔེ་ལ་ཡ་མ་འདྲ་བ་ལྟ་བུ་ཅིག་དགོས་གི་བ་རེད་དེ་འདྲ་རེད།

དམ་ཅན་གོ་ཐོག་ཟས་དང་བཀྲ་ཤིས་གཡས་འཁྱིལ་ཟས་དང། དེ་འདྲ་ཡོད་པ་རེད། ད་དེ་བཞིན་དུ་ག་རེ་ཟ་ས་སྐྱ་གོང་བུར་ཆ་བཞག་སོང་ནས་ད་དོན་ཆེན་གྱི་དུང་ཚིགས་སྦྱོར་བ་དུང་ཚིགས་དེ་ཁོ་རང་ཁོར་དུང་ཚིགས་རེ་བཏང་ཚུལ་སོགས་ཁོ་རང་མི་ཉུང་བར་བྱ་ཙང། གཉན་ཚན་ཆེན་པོ་ཟས་དང་དམ་ཅན་མ་ཟས་དང། གསོད་བྱ་རྒྱས་པ་དང་དུད་པ་ཟས། དམ་ཅན་མ་མངལ་རྩིས་ཟས་དང། ཡང་ན་གཉན་ཚན་ཆེན་པོའི་མངལ་རྩིས་ཟས་དང། ལྷ་རྒྱལ་རྒྱས་པ་དང་དུད་པ་ཟས་སྤྱན་འདྲེན་དང་ཨ་ནེ་མཆོད་རོལ། ཨ་དེ་འདྲས་སྐུ་གསུང་ཐུགས་སྲས་དང། ཨ་དེ་འདྲས་མང་གི་འདུག་ཡོང་གི་འདུག་ཨ་དེ་དགོན་པ་སོ་སོ་ལ་ཆད་ཞུ་དེ་འདྲས་ཡོད་རེད་དེ་རེད། ད་དེ་དོང་ཆེན་གང་ན་ཆད་སོང་ཁོ་རང་གི་རྩ་ཚིག་དུ་བལྟས་པ་དེ་འདྲས་རེད་རོ། ད་དེ་དོང་ཆེན་དེ་དང་འདྲ་བའི་ཡང་ང་ཚོ་ནམ་རྒྱུན་གི་དེ་རིགས་འགྲོ་བ་འཛག་བརྡུང་ཟེར་ཆོག་རེད་དེ་ས་སྐྱའི་དགོན་པར་འདུག་ཨ་འཛག་བརྡུང། འཛག་བརྡུང་ཟེར་དེ་ག་རང་སོང་ན་དུག་བསྟེན་ན་རྫ་མ་འདྲ་བོར་བྱེད། ཨོ། ད་དེ་ཡང་ད་དེ་ཉིད་དུ་བཞག་ཐེངས་ཨ་ནི་མ་བཏང་ཡས་འདུག་ཨ་བཏང་དུས་དེ་ན་ག་རང་སོང་ན། ད་དེ་ནམ་རྒྱུན་དེའི་གསལ་རྒྱལ་ཆ་བཞག་ནས་དེ་ག་འདྲའི་ཕུལ་ཆེ་ཞེས་པར་གསལ་རྒྱལ་དོན་ཆེན་གྱི་ཆ་མེད་བར་བར། དོན་ཆེན་གྱི་ཆ་མདུན་དུ་བཏང་བའི་ཁམས་བཟང་ལ་ཨ་ནེ་དེ་དུས་ཕུལ་གི་འདུག་བ། ནམ་རྒྱུན་དུ་ནས་ག་ར་ཟེར་ཟེར་ན། དེ་ཨ་ནེ་ཛག་ཐུང་ཟེར་ནས་བོད་སོག་ཡོད་བ་མ་རེད། ཛག་ཐུང། འམ། དེ་འདྲས་རེད། ད་དེ་བྱེད་སྟངས་ཀྱི་ཆ་བསམ་ན་དོན་ཆེན་གྱི་ཆ་མ་ནང་ལོགས་ལ་ཡི་གེ་དེ་མེད་ན་ཛག་ཐུང་ཟེར། ཛག་ག་ཛག། ཨ་ནེ་ཐ་ཡུ་ཐུང་ཨ་ཐུང་དེ་འདྲའི་དོན་གྱི་འདུག་བ། ཁ་ཅིག་ཛག་ཐུང་མེད་འགྲོ་ཟེར་གི་ཡོད་རེད་ཁོ་ཛག་མ་འདྲ་པོ་འདུག་བ་དབྱིབས་དེ་ཛག་ཐུང་མེད་འགྲོ་ཟེར་གི་ནི་འདྲས་ཡོད་རེད། ད་དེ་གང་འདྲ་ཅིག་གོ་ར་ཚེ་སོ་ན། གཞི་ཁོ་རང་དེ་གཅིག་གི་རྫ་མ་ནང་བཞིན་ང་ཚོ་ཆང་ལུག་གི་རྫ་མ་དོ་ག་རྫ་མ་ནང་བཞིན་ཡོད་པ་གང་ཞིག་ལ། ཨ་ནི། དོང་ཆེན་གྱི་དར་དང་སྟེང་ཤག་གཉིས་སྦྲགས་མར་བྱས་བྱས། ཨ་ལོ་ལྷུ་གཅིག་གི་བ་རེད། ད་རྒྱ་གླིང་ལ་ཆ་བཞག་ན་ད་ག་རེད་རྒྱ་གླིང་དེ་ང་ཚོ་ཞི་དྲག་གཉིས་ཀྱི་རོལ་མོའི་ནང་ལོས་ན་ཞི་བའི་རོལ་མོ་རེད་བ། དེ་སོང་ད་ག་ར་ཚེ་སོ་ན། ཁོ་རང་བཏང་བ་ཡིན་ན་རྒྱ་གླིང་གི་ཚིག་མང་གི་འདུག་བ། རྒྱ་གླིང་ཚིག་མང་གོ་རྒྱ་གླིང་རྒྱ་གླིང་ཟེར་ཚིག་དེ་ཁ་ཟེར་མིང་དེ་ལ་བལྟས་པས་ན་ཁ་ཅིག་གར་ཟེར་བ་ར་ཟེར་སོང་སྟེ། རྒྱ་ནག་ནས་བྱུང་བས་དེ་འདྲ་སོང་ཙང་རྒྱ་གླིང་ཟེར་བ་རེད། ཁ་ཅིག་གར་ཟེར་བ་སོང་དེ་རྒྱ་རོ་ནས་བྱུང་བས་ཨ་ནི་ཡིན་ཙང་ཨེ་ནི་རྒྱ་གླིང་ཟེར་བ་རེད་ཟེར་གི་བ་རེད། ད་མདོར་བསྡུས་ནས་བཤད་ན་ག་ར་ཟེར་ན་རྒྱ་གླིང་དང་ང་ཚོ་རྒྱ་ནག་དང་ད་ཟོ་ན་ཟེར་གི་བ་ཟོ་ན་འོ་དེ་དང་ག་ར་ཟེར་སོང་ན་གར་པའི་ནང་ལ་ཏང་ཡག་གི་སུ་ན་ཟེར་ཚོ་ཚོ་འདྲ་བོ་བ་རེད། ད་ཡིན་ན་ཁོ་རང་གི། ཡང་སོ་སོ་སྟངས་དུས་ཚོད་ལ་མི་འདྲ་བ་དག་གི་ཁྱད་ཅིག་ཡོད་པ་མ་གཏོགས་ཁོ་ཚོ་འདུག་སའི་དུས་ཚོད་འདྲ་བོ་ཞིག་ཆགས་ཡོད་པ་རེད། སོགས་འདིར་ངས་བལྟས་པའི་ནི་དོ་ཚུགས་གསུམ། ཀོ་བ་གཅིག་ནས་བྲལ་བའི་རྒྱུན་བུ་དང། མ་གཅིག་ནས་བྱུང་བའི་བུ་སོགས་ཀྱི་མི་འདྲ་ས་མཚམས་ཡོད། ཨོ། དེ་འདྲའི་རེ་དོགས་ཨང། ད་རྒྱ་གླིང་འདི་མ་གཏུགས་ཤེས་པའི་ཁ་ཚོད་རྒྱ་གླིང་དང་ང་ཚོ་འདྲ་བའི་ཆོས་ཨ་གཅིག་ཡོད་རེད་བན་རོལ་མོ་གཅིག་ཡོད་རེད་སུ་ན་ཟན་གཅིག་ཡོད་རེད་སུ་ན་ཟན་དེ་ག་གའི་གར་པས་འདང་གི་རེད་ཆུ་རུང་གར་རོ་གར་པས། གར་པས་གར་བཏང་གི་ཡོད་རེད་སོགས་ནམ་རྒྱུན་ཕོ་བྲང་ནང་ལ་གར་འཁྲབ་པའི་གང་ཟག་ལ། མཁར་མཐོང་ཉུལ་ཡོད་པ། མཁར། ཆུ་འབྲིང་མཁར་པ་ཚོས་མཁར་ཁྲབ་ཡོད་ཆོག་རེད། ད་གར་པས་དེ། ཕོ་བྲང་ནང་མཁར་ཁྲབ་པའི་ཁམས་ཚང་ལ་སྤྱིར་བཏང་གི་མཁར་དེ་ཁྲབ་པའི་ཁམས་ཚང་ལ་མཁར་བཏང་དགོས་བར་སེམས་ཁྲང་བོད་མི་ལ། ཨ་ནི། དར་མ་དང། ཨ་ནི། སུ་ན་བཏང་དགོས་བ་རེད་སུ་ན། དར་མ་དང་སུ་ན་བཏང་དགོས་བ་རེད་ལ། སྤྱིར་བཏང་གི་གངས་ཚོགས་ཚུད་ཀྱི་སྒྲིག་གཞི་ལ་ཆ་བཞག་སུ་ན། དར་མ་བཏང་མཁན་དེ་མི་བཞི། སུ་ན་བཏང་མཁན་མི་གསུམ་དགོས་བ་རེད། བྱེད་སྟངས་དེ་སྒྲིག་གཞི་དེ་གཏན་འཁེལ་རེད། དར་མ་གཏན་འཁེལ་མི་བྱེད་དེ་ག་རེ་གཏོང་བར་དར་མ་ཁྱོད་འདུག་པའི་དར་མ་དེ་བརྒྱད་གཏོང་གི་རེད། དར་མ་བརྒྱད། དར་མ་དེ་ལ་མི་གཅིག་གིས་དུག་གཏོང་དུས་དེ་ནས་གཡས་གཡོན་རེ་རེ་ལ་དར་མ་རེ་རེ་བཞག་བྱས་གཅིག་ཕུག་གས་རེད་གཅིག་མུ་གས་རེད། ཨོ། དར་མ་ཕུག་གས་བྱས་དང་མུ་གས་བྱས་པས་མི་གཅིག་གིས་དར་མ་གཉིས་གཏོང་དུག་གཏོང་པའི་དར་མ་བརྒྱད། ཨོ། མི་བཞིས་དར་མ་བརྒྱད་གཏོང། ཧུམ། ད་དེ་ནས་ག་ར་སོང་ན་དེ་རམ་འགྲོ་རེད་གཞན་ག་ར་སོང་ན་སུ་ན་སན་དེ་མི་གསུམ་གི་སྟེང་གི་བ་རེད་བ་སུ་ན་དེ་ག་ར་སྟེང་གི་བ་སུ་ན་དང་དེ་ག་དང་དར་མ་དེ་ག་ས་མཆིང་དུ་སྐྱབས་བྱས་བྱས་ཨ་ནི་གར་བ་འཁྲབ་དགོས་བ་རེད་དེ་ཕོ་བྲང་ནང་ལ་འཁྲབ་ཡས་གི་གར་གི་ནང་ལ་ཆ་ག་ར་འཁྲབ་པའི་ནང་སོང་ལ་ད་རོལ་མོ་གི་དེ་ཆོ་ར་རྣམ་གྲ་གཙོ་ཆས་དེ་གཉིས་རེད་ཧུམ། ད་ཡང་ནམ་རྒྱུན་བྱམས་རོ་སི་སྟེང་གི་བ་རེད་ག་ན་ཆུ་གཞུང་གླིང་དེ་ནས་སྟེང་གི་བ།

བ། དེ་རེད། ད་ཆུང་ས་དེ་ཀ་ར་སོང་ད་ཚོད་རིགས་དེ་ཆུང་ས་དེ་ད་ལ་དག་རྒྱ་ཁྱུ་ནས་ཆེན་པོར་བ། སུ་ན་དེ་ལ་དག་རྒྱ་ཁྱུ་ནས་ཡོང་བའི་སི་ཁོ་རེད། གར་པ་དང་མཉམ་པོར་ཆུང་བར་བ། གར་པ་དེ་ང་ཚོ་དབུས་གཙང་རྒྱ་ཁྱུ་སླེབས་ཡས་དེ། ད་དེའི་སྐམ་ས་རེད། སོག་པོ་གན་དྷའི་ཚེ་དབང་གིས། ཨ་ནི་ལ་དག་གི་རྒྱལ་པོ། ད་ད་སིང་ངེ་རྣམས་རྒྱལ་བའི་བར་བ། ཁོ་རང་གིས། ད་རྒྱལ་སར་སོག་པོ་དེ་འདྲ་བཅོམ། གཞི་ནས་ག་ར་ཟེར་ན་ད་དེའི་ནང་ལོགས་ཀྱི་ཁོ་རང་ཕོ་བྲང་ནང་གི་ཨ་ནེ་ག་རོ་དྲེ་སྐད་དང་དུང་སོ་མ་སྐད་དང་དེ་འདྲ་བྱས་བྱས་དང་པོ་དང་པོ་ག་ར་ཟེར་སོང་གཞི་ཀ་ཚེ་དེ་ན་ལྷས་ས་ལོགས་བཙུགས་ཡོང་པའི་ལོ་རྒྱུས་དེ་འདྲ་ཡོད་རེད།
དུང་རྒྱ་སྙན་སེང་ཞེས་དུང་ཆེ་ཆ་ལ་རྒྱ་ལི་ཆ་བཤད་ནས་ལྷ་བླ་མ་གདན་འདྲེན་སྐབས་སུ་བོད་བཤད་ཀྱི། གྲོག་རོགས་དུང་ཁྱེད་ནི་ཕྱི་རོལ་རྒྱ་གླིང་གི་དབྱིངས་རྟ་ལྟར་འདོགས་དགོས་པ་དང་རྒྱ་ལི་དང་རྒྱ་ནག་གི་སི་ན། ག་ལུས་ཀྱི་སི་ན་བཅས་སྲིན་པོ་རྣམ་པ་འདྲ་ཡང་གར་པའི་སི་ན་ནི་ལ་དྭགས་ནས་བྱུང་བ་སོགས་ཁུལ་དང་རིག་གཞུང་འདྲ་པོ་མེད། འོ་ན་ཡུལ་དངོས་ཀྱི་གཟིགས་མོ་བ་ལ་དྲི་བ་ཅི་འདྲ་ཡོད་རྒྱུ་རེད་ཟེར་ན། རྒན་ལགས། ངའི་དྲི་བ་ཡིན་གྱི་ན། སྟོང་དང་སྟོང་ཆེན་གཉིས་ཀ་མིང་གི་ཐོག་ནས་འདྲ་ཡང། དོན་གྱི་ཐོག་ནས་ཁྱབ་པར་ཡོད་ནོ་དེ་ལོག་ལྟ་ཆུ་ཟན་ནི་རེད།
ད་དུང་དང་དུང་ཅན་གཉིས་དེ་དེ་འདྲ་རེད། སྤྱིར་ང་ཚོ་དེ་དུང་དེ་ལ་རང་བྱུང་དུང་ཞེས་གཏོགས། རང་བྱུང་དུང་དེ་བྱེ་ཐང་གི་ཡོང་ས་དེ་རྒྱ་མཚོའི་ནང་ན་རེད། རྒྱ་མཚོའི་ནང་ན་རེད་ང་ནང་གིས་བཤད་སོང། ད་དུང་དེ་ལ་བཀྲ་མེད་བཀྲ་མ་མགོ་ཅོག་རེད། དེའི་ནང་ལ་ང་ཚོ་ནམ་རྒྱུན་དཔེར་ན་བོད་ཆས་བྱས་དེ་དུང་དཀར་པོ་དེ། རེད། དེའི་ནང་ལོགས་ནས་གང་ཟེར་ན་དུང་དཀར་གཡས་སྐྱིད་དེ་ནས་རྩ་ཆེན་པོ་བརྩིགས་བ་རེད་ལ་དེ་བས་ད་ང་ཚོ་བྱེ་ཐང་གི་བོད་བྱེ་ཐང་གི་ཤུགས་ཆེ་ཤོས་དེ་རེད་ཨོ། ད་དོང་སྦྱིན་སྲེག་ཅེས་བར་བ་དེ་ག་རེ་ཟེར་ན་མིས་བཟོས་བ་རེད། དེ་རྒྱུ་ག་གས་བཟོས་བ་རེད་ཟེར་ན་ཟངས། ར། དངུལ་ལས་བཟོས་པ་དེ་འདྲ་ཡིན་དགོས་རེད། དོང་སྦྱིན་དེ་བྱེ་ཐང་གི་ཆ་ཆགས་བཟོས་ན་དེ་ཞུགས་ལུགས་རེད། དུང་དེ་དཀར་པོ་དཀར་པོ་རེད། དུག་ལྔ་དང་དེའི་ཀ་ར་ས་ལྔ་པོ་ཆ་ཤས་ལོ་རྒྱུས་གང་ལ་བྱས་ན་སྟོན་པ་ཤེས་རབ་ཀྱིས་ཞལ་ཞུ་བའི་སྒམ་ནང་ལས་དེ་འབྲེལ་གྱི་དུང་ཕུད་པའི་ལོ་རྒྱུས་འདི་འདྲ་ཡོང་གི་འདུག་ཐག་ཉེ་གཉིས་མའི་ནང་ལོགས་ལ་རྩེ་མོར་ཤོ་དང་མིག་མང་རྩེ། རོལ་མོ་ནི་དུང་ཕུད་ལྔ་དུང་ཞེས་བྱ། ཞེས་ཀྱི་དོག་རོལ་མོར་དུང་དང་ལྔ་གཉིས། ལྟ་དེ་རྒྱའི་ཡིག་ཚང་ར་བ། རྒྱའི་ཡིག་ཚང་ནང་ལ་དེ་འདྲ་གསལ་གོ་ཏི་སོགས་དང་ང་ཚོ་དུང་དེ་སྔ་མ་སྔ་མོ་ནས་ཕུད་པའི་ལོ་རྒྱུས་དེ་འདྲའི་དོག། ལྟ་དེ་དུང་ཆེན་ལ་ཤ་ཤ་ནི་དུང་ཆེན་དེ་འདྲ་རེད། ཆོས་རྒྱལ་དུས་སྲུང་ཚད་བརྐམ་པའི་སྐམ་ས་ལ་བྱུང་བར་ཟིན་འཕྲལ་དུས་ཐུང་དུ་ཐང་ཆེན་དེ་ཡང་ཀ་ར་སོ་ན་མ་ཨ་ཆད་ཆད་ཀ་ར་སོ་སོ་ན། ང་ཚོ་ཁྲི་སྲོང་དུས་ཚོད་སྐམ་ས་ལ་དེ་འདྲའི་དོ་ཁ་བཟང་ཐུང་ཕུལ་བར་ཟིན་ཐོག་མར་བཟང་ཐུང་ཕུལ་བར་ཟིན་འཕྲལ་ད་དུས་མཛད་སྒོ་དོ་ཚོད་གང་ལ་དེ་འདྲའི་རྒྱལ་རབས་གསར་བ་མེ་ལོང་དང་དུས་ཚོད་ནང་ལ་དེ་འདྲའི་གསལ་གྱི་དོ་ཨ་དེ་རེད། ཕྱིས་སུ་ཀ་ར་རག་ཐུང་ཟེར་མཁན་དེ་ཕྱོགས་ཀྱི་དཔོན་ཏེ་ཨ་ཏི་ཤ་ཡོར་བ། ཕྱོགས་ཀྱི་དཔོན་ཏེ་ཨ་ཏི་ཤ་བ་ཚོས་དེ་འདྲའི་ཤུལ་བའི་སྐམ་ས་ལ་ཕྱིན་ནས་དཔོན་རི་དང་བཅས་བསྡུས་པར་དེ་ཟོས་པའི་ཚེ་རག་དུང་དེ་ལ་ཟོས་དོ། རག་དུང་ཟོས་དུས་ཙམ་ན་རག་དུང་དེ་རྣ་བོ་ལག་ཟན་དེ་ན་བུད་དུས་ཙམ་ན། ཨ་ནེ་རག་དུང་དེ་སྐད་ཆེན་པོ་ཞི་དྲག་བྱེད་དུས་ཙམ་ན་ཨ་ནེ། རྟ་རྒྱུག་དུང་དུ་འགྲོ། གཡག་ཨ་དུང་དུ་འགྲོ་ཨ་ཅེས་དེ་འདྲ་ཡོད་རེད་ཀོ་དུང་དུས་པའི་དགྲ་དེ་ཤུགས་ཆེན་པོ་ཞེས་པ་དེ་འདྲའི་གི་ལོ་རྒྱུས་དེ་འདྲ་དེ་བཀའ་ཐང་ཕ་ཆེན་བུ་ཆེན་ཐང་ལ་གསལ་གི་བ་རེད་དོང་ཙོ་ང་ཚོས་མ་བལྟས་ན་ཧ་གོ་རེད་ལོ། དེ་རེད། ད་དེ་དུང་ང་ཚོ་ནམ་རྒྱུན་གི་དུང། ཁྱེད་རང་གི་དུང་ང་ར་དེ་དུང་ག་དེ་ཁྱེད་རང་ཚ་གོག་རོ་བ་ཨོ་ཨ་ནི་དེ་ཅོ་ར་པ་ན་ཅི་གི་རྒྱ་མཚོའི་ནང་ན་ཆུ་མ་ནམ་རྒྱུན་དུང་དེ་རེད་ད་དེ་ག་ར་ས་ན་དུང་ཆེན་དེ་ད་དྲ་མེད་དྲ་མདའ་དོ་ར་དོ་བ་ན་རྒྱུ་བཟང་རྒྱུ་ར་རྒྱུ་དངུལ་ལ་སོགས་ཡོད་བ་རེད་ལ་ཨ་ནི་དུང་ཚོ་ཁ་ཚོ་ཚག་གྲོག་དུང་ཚོ་རྒྱབ་ཆེ་རྒྱབ་དེ་འདྲ་ཡོད་རེད་ཁ་ཆེ་ཆེ་ལ་ཆག་ཆག་དུང་འདྲ་པ་དེ་མི་གཅིག་གི་གཉིས་ཀི་ཐེག་ཚ་དེ་འདྲ་ཡོང་དོ་བ་ཨོ་ད་ཚོ་སྐད་དུ། ཆེ་ཆུང་དེ་ག་འདྲ་ཡོད་མིན་མ་གཏོགས་པའི་ཁོ་རྫིག་པོ་ཞེ་དྲག་ག་རེ་ཡང་ནི་ཁོ་སྐད་ཀྱི་ཐོག་ན་བཤད་ན་ག་འདྲའི་ག་འདྲའི་རུང་ཁོ་འབའ་ཁ་ཅིག་དེ་འདྲའི་ཡང་འབྲི་ཡས་སོ་ཐོན་འདྲ་འདུག་ཨང། ཐང་ཅིག་སྤྱིར་བཏང་གི་ཏང་ཡག་གི་ཐང་ཅིག་དེ་ལ་ཨེ་ན་ཁོ་རང་རིག་གནས་ཆེ་སོང་ཅིག་གི་རིག་རྩལ་དེ་སྤྱིར་བཏང་གི་མིས་ཕུ་རྒྱབ་ཐུབ་བ་ཕུ་དེ་ཡང་རྒྱབ་ཐུབ་པ་མ་ཟད་ག་རང་སོང་བཀྲ་དེ་མ་ཡག་པོ་ཐོན་ཐུབ་པ་འདི་འདྲའི་ཚད་ཞིག་གོ་ར་བ་དེ་རེད།

དེ་འདྲ་རེད། དུང་དཀར་ཡན་ཆད་དང་གཡོན་ཆད་གང་ཡིན་ན་ཡང་རྒྱ་མཚོ་ནས་བྱུང་བ་དང་དུང་ཆེན་ནི་རྗེ་བཟང་དང། རོགས་དངུལ་སོགས་ལས་བཟོས་པ་དང། དུས་རབས་བདུན་པར་དུང་ཆེན་ཡལ་བར་གྲགས་ཀྱང་དར་ཆགས་སོང་བ་ནི་དུས་རབས་བཅུ་གཅིག་པར་ཇོ་བོ་རྗེ་གདན་འདྲེན་སྐབས་ཡིན་པ་འདྲ། འོ་ན་ཡིག་དངོས་ཀྱི་གཟིགས་མོ་བ་ལ་བྲེལ་བ་ཅི་འདྲ་ཡོད་ཀྱི་རེད་ཟེར་ན།
རྒན་ལགས་སྐུ་ཁམས་བཟང། དགང་བླང་དང་རྒྱ་བླང། ཁྱད་པར་ཇི་འདྲ་ཡིན།
ད་རྒྱ་གླིང་དང་རྐང་གླིང་གཉིས་དེ་ནི་རེད་རེད། གཉིས་ཀ་ད་ལྟ་ཆོས་ལུགས་ཀྱི་དར་རོད་མོ་རུ་བ་དེ་རེད། རྒྱ་གླིང་དེ་ང་ཡི་ད་ལྟ་བཤད་ཀྱི་འདུག་ཧོར་ལ་ཐེབས་དེ་ཐེབས་བརྒྱད། ཧོ། བུ་ག་བརྒྱད་ཡོད་བ་རེད། ད་རྒྱ་གླིང་དེར་དྲུག་ཅིག་ཆགས་ཚར་ན་རྒྱ་གླིང་ཁོ་རང་གི་བདག་བྱས་བྱས་གཅིག་བྱས། ད་དེའི་རྐང་ལ་ཨེ་ནས་དེ་ཡོད་རེད་ཁོ་ལ་གང་ཟེར་གི། བུམ་པ་གཅིག་བྱས།

རྒྱ་གླིང་དང་ལུང་བ་དེ་གོ་ལ་ཁ་ཟེར་ན་རྒྱ་གླིང་དེ་ལ་ཏང་ཆ་ཚང་གཏང་ཡས་ཡོད་རེད་རྐང་གླིང་དེ་ལ་ཏང་དེ་འདྲ་ཡོད་བ་མ་རེད་རྐང་གླིང་དེ་བོད་དུ་ཐོངས་ཆེན་ནང་དང་ཕུད་བྱས་ཏང་ཡས་རེད་ད་ཡིན་ནའི་ནམ་རྒྱུན་རྒྱ་གླིང་དང་རྐང་གླིང་གཉིས་བེད་སྤྱོད་གཏོན་དེ་ག་རེད་ཟེར་ན་དཔེར་ན་གར་སྤྱང་ནང་ལོག་ཆ་བཞག་སོང་ན་རྒྱ་གླིང་དེ་དཔེར་ན་ད་ཞི་བའི་རོལ་མོ་གསུང་དང་བླ་མ་སྐྱེས་ཆེན་དམ་པ་དང་དེ་འདྲའི་ཕལ་བའི་ཁམས་ཚང་ལ་གར་བྱས་བ་རེད་ཟེར་སོང་ན་རྒྱ་གླིང་ཏང་བྱས་རྒྱ་གླིང་དང་དུང་རྒྱལ་སྙན་སེང་བྱས་རྒྱ་གླིང་དུ་གཙོ་བོར་ཏང་བྱས་ནས་སྙན་སེང་ཞུ་བ་རེད་ད་དེ་འདྲ་བྱས་ཚེ་ལྷ་ཁྲོ་བོ་དང་དྲག་པོ། ཆོས་སྐྱོང་འོག་ཟུར་དུ་མ་ཕེབས་ཚུལ་ཟེར་ན་ཨེ་རང་རྒྱལ་ལིང་བཏང་གི་མ་རེད། གར་བཏང་རེད་ཟེར་ན་རྐང་ལིང་བཏང་བྱས་ཨོ། ད་དེ་ཡང་རྗེས་འདྲི་ཞུས་དགོས་རེད། ནམ་རྒྱུན་དུ་རྐང་སོ་དེ་འདྲའི་ནང་ལོགས་ལས་དེ་གཙོ་བོར་གར་ཟེར་ན་རྐང་ལིང་དེ་བོད་ཆས་མང་ཆེད་དོ། ད་རྐང་ལིང་དེ་ཁ་ར་ར་རིགས་དེ་ཁ་ཤས་ཀྱི་འོག་འདུག་རྐང་ལིང་དེ། ཅི་ག་ར་ཟེར་ན་རྐང་ལིང་དེ་དེ་འདྲ་རེད་དང་པོ་དང་པོ་རྐང་ལིང་དེ་ག་འདྲ་ཞིག་གོ་ར་ཟེར་ན་དམར་ཐུང། མིའི་བརླ་རྐང་རུས་མིའི་བརླ་ཡོར་བ་རྐང་པའི་བརླ་འོ་དེའི་རུས་པ་ལ་བཟོས་པའི་ཨ་ནེ་བཟོས་བྱས་བྱས་དེ་རྐང་གླིང་དེ་རེད། རྐང་གླིང་འདི་ལ་ཁར་སོ་ལ་སྤྱི་སྤྱི་ཚང་གི་འདི་འདྲས་ཡོར་ཅིག་གི་ནམ་རྒྱུན་དུ་རྐང་གླིང་དུ་ཚོ་ང་ཚོ་མི་བཟང་གི་ཤན་རྒྱས་པ་སོར་དེ་འདྲས་ད་ཨ་ནེ་ཁོ་རང་ཁོ་ལ་བཟོ་བལྟ་རུ་དེ་དངུལ་ད་དེ་འདྲས་གི་བཟོས་བྱས་བྱས་དེ་འདྲས་དོ་ཆུ་སྲིན་ཁ་བྱས་པའི་སོར་དེ་འདྲས་ཡོར་རེད་འོ། ད་དེ་འདྲས་ཁར་སོ་རྐང་གླིང་དུ་ཚོ་ནམ་རྒྱུན་དུ་ཁོས་ཆུ་ལུག་གི་གར་འཆམ་ད་རྒྱས་པ་དང་སྟང་གི་ཡོར་བ་ད་ནམ་རྒྱུན་གྱི་དེ་སྨྲ་པའི་རྐང་གླིང་དམར་གདུང་སྦྱོར་བ། དམར་གདུང་དུ་སྤྱིར་བཏང་གི་མིང་ཡང་དང་བླ་གའང་རུས་པ་སྦྱོར་བ། དེ་གླིང་བུ་སོས་བྱ་བ་དེ། དེ་ལ་ཡང་ཀོ་ཨག་གི་ཤན་དེ་རེ་རེ་དེ་རེ་གྱེར། ཡང་ན་ཁ་དེའི་དངུལ་ཤན་དུ་གྱེར་བ་སོགས་ལ་མ་གཏོགས་པའི་གཞན་དག་མེད་པས་དེ་འདྲ་རྐང་གླིང་དེ་རེ་མགོ་ཐོག་ཐོག་གཙོ་དམངས་ཅན་སྤྱོད་བཏང་དུས་ཀྱི། སྤྱོད་བཏང་གི་རུ་བ། དོ་གྲོད་ལ། དོ་གྲོད་ལ་སོགས་པ་སྤྱོད་བཏང་དུས་ཚོད་ནས་ཨ་ནི་བཏང་ཡས་ཀྱི་རྐང་གླིང་དེ་རེ། ད་རྐང་གླིང་དེ་ལ་ནི་གར་ཚང་དགོས་ག་རེ་ཟེར་སོང་ན་ད་དེ་སྤྱིར་བཏང་གི་བྱས་ན། དེ་རིང་ཡོངས་རྫོགས་པས་ན་དོགས་འདྲི་ལོ་ཆོས་དང་ངའི་བཀའ་ལིང་དང་དོན་ཚོགས་སྤྱི་དང་གི་བོད་མི་དང་ད་ལྟ་ལོ་བཅུ་དྲུག་ཡན་ཡོད་ལ་སོན་པ་དེ་འདྲ་ཡིན་ངོར་བ་ད་འདི་འདྲས་བྱུང་ད་འདི་ཁྱོད་རང་ཁོ་རང་གཅིག་གི་ཆང་ས་རུ་བརྒྱབ་དེ་ནས་གཅིག་གི་སྤུ་གུར་སྡོད་ཨ་ལས་སྤུ་གུ་སྐྱེས་པའི་ཁམས་ཚང་ལ་དེ་གཅིག་གི་སྤུ་གུ་དེ་ཡང་སེམས་སུ་ཆགས་ཏེ་ཨ་ནི་འདི་འདྲའི་གི་ད་འདི་སྐྱིན་རུ་ཆད་ཨ་ནི་ཁར་ཁར་འདི་འདྲའི་ཆི་ཆི་ཏོག་ཨ་ནི་ཤི་དེ་བ་འདི་འདྲའི་ངུར་བ་འདི་འདྲའི་གི་ཨ་ནི་འདི་ཡོར་བ་རུས་པ་རུས་པ་འབྱོར་བ་ཨོ་འདི་ཀ་ར་ཟེར་ན་ཆུང་བ་ཡིན་ན་འདི་ཡག་པོ་བརྩི་དགོས་བ་རེད་འདི་བརྩི་དགོས་རྒྱུ་མཚན་ཀ་ར་ཟེར་ན་ཨ་ནི་བུད་མེད་འདི་ཨ་ལི་ཤི་བའི་ཁམས་དང་ལ་དེ་ནི་སྤུ་གུ་འདི་སྐྱིན་སྐྱིན་ཆད་ཆད་ཨ་ལི་ཨ་སྙིང་རྗེ་ཞིག་བ་སྐྱེ་ཡོར་བ་སོང་འདི་ཨ་ནི་རྐང་གླིང་གི་དུང་འདི་ད་སྒྲ་འབྱོར་བ་སྒྲ་འདི་མ་ནང་ཐུག་དུས་ཙམ་ནས་སུས་ཐོས་པ་ཡིན་ནས་དཔོན་ལྷ་འདྲེ་གདུག་པ་ཅན་ག་རེ་ཡིན་པ་ཡིན་ནས་ཐོས་པ་ཡིན་ནས་ཨ་ཁོ་ལ་སྙིང་ཅུང་ཟད་སྐྱིད་སྐྱིད་ཟེར་བ་རེད་ཀང་གླིང་སྒྲ་དེ་ཐོས་དུས་ཙམ་ནས་དེ་བྱས་བྱས་ཨ་ནི་དོ་དྲོད་བཏང་ཡས་ཀང་གླིང་འདུག་སོ་ཅི་ལྟང་གོ་དེ་འདྲས་ཀི་རྫས་ཀི་ཁྱད་ཆོས་དེ་འདྲས་དགོས་ཀི་འདུག་ཨ་དེ་མ་ཡིན་པས་ཁ་རག་སོ་ན་ནམ་རྒྱུན་དུ་ད་དགོན་པའི་ནང་གི་ཀང་གླིང་དང་དོ་ཟོ་ལ་དཔེར་ན་ཅིག་གི་ཨ་ད་རེས་ཀང་པ་ལ་བཟོས་པའི་ཀང་གླིང་དུ་ཟོ་ཡག་པོ་ཡག་པོ་རེད་ཟེར་ཨ་ཟོར་ཟེར་འདི་འདྲས་མེད་འགྲོ་ཨ་རྒྱ་གར་བྲམ་ཟེའི་རིགས་ཀི་ཟོར་དེ་འདྲས་མེད་འགྲོ། བཅད་བཅད་རྐང་པར་དུ་རིན་པོ་ཆེ་མི་བཟོ་སྟོབས་བཟང་པོའི་འགྲོ། ད་བཀའ་ལན་དེ་འབོད་པར་ད་ཅི་རེ་ཡོད་ཙང་ཨེ་འདྲ་སྐད་དེ། ཡག་པོ་ཡོད་འགྱུར་བ། ཚོགས་གཙོ་ཡག་ལ་བརྩི་དགོས་པ་རེད། ད་དེ་བཀའ་ལན་དང་པོ་ཡོང་ས་དེ་ག་རང་བཀའ་ལན་གང་ལེགས་ཟེར་བ་རྒྱུ་མཚན་ག་ཚ། མིག་གི་བླ་གང་གི་རུས་ལ་བཟོས་པའི་མིང་པོ་སོང་ཙང་ཨེ་གང་ལེགས་ཟེར་གི་བ་རེད། ད་ཞོག་ཞོག་ལས་འབྲས་ཡོག་རེད་བླ་གང་རུས་ལ་མ་ཡིན་བྱས་ཨ་ན་ཞེ་གི་ཚུལ་གྲ། བཟང་ད། དེ་འདྲས་གི་དངུལ་དེ་དེ་འདྲས་བཟོས་པའི་བཀའ་ལན་དེ་འདྲས་ཡོང་གི་འདུག་བ། ཨོ། དོ་ཚོགས་བཏང་དགོས་བ་རེད། ཁ་ཅིག་བཀའ་ལན་ཟེར་རེད་ཁ་ཅིག་ཡང། མིང་གི་རྣམ་གྲ་ལ། ཀང་ཏུང་ཨ་སི་ཀི་ཐོག་ཨ་ཐུག་སི་རེད།
རྒྱ་ལི་ནི་ཞི་རོ་བླ་མ་དང་ལྷ་བྱེ་བ་གདན་འདྲེན་སྐབས་ཤོད་ཀྱིས་ཀང་ལི་ནི་གྲོག་རོ་སྐོང་གསོ་གཏོང་བ་སོགས་གྲོག་པའི་ལྷ་གདན་འདྲེན་སྐབས་བྱེད་སྲོལ་ཡོད།
རྒན་ལགས་ཀྱི་ཁམས་བཟང་མི་བྲོ་བ་ཡིན་ན་རྒྱ་ལིན་དང་བླ་འོང་གཉིས་ཀྱི་ཁྱད་པར་ཅི་རེད་ཟེར། ད་རྒྱ་ལིན་དང་གླིང་བུའི་ཁྱད་པར་དེ་ག་རེ་ཡང་གསུངས་ས་དེ་རེད། སྤྱིར་ང་ཚོ་ནམ་རྒྱུན་གྱི་གླིང་བུ་བཏང་ཡས་དེ་ལ། གླིང་བུ་དེ་ལ་ནམ་རྒྱུན་དེ་ཡང་སྤྱིར་བཏང་གི་རིགས་ཁ་ཤས་བྱུང་བ་རེད། དཔེར་ན་གླིང་བུ་གཞུང་གླིང་ཟེར་ཡ། ཨ་ནི་ཁྲི་གླིང་ཟེར་ཡ། དེ་འདྲ་ཡོད་རེད་བ། དེ་རྣམས་ལ་ལས་ཀ་རེད་ཟེར་ན། ང་ཚོ་གཞུང་གླིང་འདི་ཆུ་འབྲིང་གར་པ་དང་ཚོ་ནང་ང་ཚོ་གཞུང་གླིང་རེད། གཞུང་གླིང་འདི་ག་གིས་བཟོས་གོ་ར་ཟེར་སོང་ན་རྒྱུ་ཤིང་ལས་བཟོས་གོ་རེད། ཤིང་ལ་མ་གཏོགས་རྙོག་མ་ག་དེ་མ་རེད་ཤིང་ལ་བཟོས། ད་ལྟའི་དཔེར་ན་གླིང་བུའི་ལོ་རྒྱུས་བཤད་དུས་ཟེར་ན་ང་ཚོ་འདི་འདྲ་ཡོད་རེད། ལྷ་ཐོ་ཐོར་གཉན་ཚལ་འདི་དང་ཚོ་སྐམ་ཚང་ད་རྩེ་ལྔ་ཡོད་རེད་བ། རྩེ་ལྔའི་སྐམ་ཚང་ལ་ཨ་ནི་ལྷ་ཡི་རོལ་མོ་གླིང་བུ་ལྕགས་པར་བྱུང་ཟེར་འདི་འདྲ་དོན་ཡོད་དོ་བ། དེ་ཡོད་རེད་ཆུ་ཆུང་ཁ་བའི་དགའ་སྟོན་ད་དང་ཚོ་ནང་དེ་འདྲ་བྱུང་འདུག་སྐབས་དེ་དུས་ཡུང་ཡ་དེ་གཙོ་བོ་གཞུང་གླིང། ཨོ། དེ་རེད་རེད། ད་དེ་ག་རེ་གསུངས་སོང་ན། གཞུང་གླེང་དེ་ཡིན་པ་མ་ཟད། ཨ་ནི་དེ་ནང་ལ་སྤྱིར་བཏང་གི་བལྟས་ན། ད་ལོ་རྒྱུས་ཀྱི་སྟེང་རིང་ལ་བྱས་ན་ད་དེ་རྒོལ་གླེང་ཟེར་འདུག་ག་རྒོལ་གླེང། རྒོལ་གླེང་དེ་ག་རེ་ཟེར་ན་དེ་འདྲའི་བྱ་རྒོད་ཡོར་བ། བྱ་རྒོད་ཀྱི་དང་རུས་ལ་གཤོག་པའི་དང་རུས་ཡོར་བ། བྱ་རྒོད་ཀྱི་གཤོག་པའི་དང་རུས་ཀྱི། ད་དང་རུས་དེ་ནས་བཟོས་བྱས་བྱས་ཨ་ནི་གླིང་བུ་བཏིང་གོ་རེད། ད་གླིང་བུ་དེ་ག་རེ་བཏིང་གོ་རེད་ཟེར་སོང་གླིང་བུ་དེ་གང་གཱ་གཞུང་གླིང་རེད། གཞུང་ལ་མ་སྡུག་ཐུགས་བསྐྱེད་པའི་རེད་མ་གཏོགས་སྡུག་བཏང་ཡ་བ་མ་རེད་ཁྲེལ་བཏང་ཡ་བ་མ་རེད་དོ་ཙོ་ལོ་རྒྱུས་གང་ལ་བྱས་སོང་གླིང་བུ་བུད་འདུག་ཟེར་འདུག་ཙོ་ཨ་འདྲ་སྟོན་པ་ཤེས་རབ་ཀྱི་ད་ད་ད་ཚད་དུག་དང་དུག་ཚོད་རྣམས་ལ་དེ་འདྲ་དོན་དགོ་ལ་ལ་ཞིག་གི་གླིང་བུ་བུད་འདུག་ཟེར་དུས་ཚོད་ན་གཙོ་བོར་དེ་གླིང་བུ་འདུག་ཙོ་ག་ར་ཟེར་སོང་གཞུང་གླིང་ཡིན་དགོས་གོ་རེད་ད་གང་ཚོ་བོད་ལ་ཁྲེལ་གླིང་དེ་དར་ཡ་ཡི་དོན་ཚོད་ཆ་བཞག་སོང་ན་དེ་འདྲ་དོ་ཨ་ད་དེ་བྱེད་དང་བྱས་སོང་ན་འཆི་བ་ཡིན་པ་རེད་བདུན་དང་ལྔ་པོ་དེ་འདྲ་ཡིན་མིན་པ་རེད་ལོ་ཨ། ལྷག་པར་དུ་ད་ཉེ་དུས་ང་ཚོ་དེ་ཕྲིན་ལས་དང་ཡང་སྦྱིན། གྲབས་བསྙེན། དོགས་འཚོ་བཅའམ་ནས་གཏོང་བའི་དགེ་སོས་དེ་རྡོ་རིང་བསྟན་འཛིན་དཔོན་ཆེན་ཁོ་རང་བསྟོད་པའི་ཡིག་ཆ་ཆ་དེ་འདྲའི་ལོ་རྒྱུས་གསལ་གྱི་འདུག་ཨོ་དེ་འདྲས་རེད། ད་འདི་དང་རྒྱ་ལིའི་གཉིས་འགྲེང་མ་རེད། རྒྱ་ལི་ད་གླིང་བུ་ཡིན་པ་ཡིན་ན་གཞུང་ལི་ཡིན་པས་ན་ཁོ་རང་སྡུག་ས་རེད་མ་གཏོགས་དེ་ལས་ཀྱི་ཁ་བོ་ཆེ་ད། དེ་ནས་བཀག་ཚར་ང་ཚོ་རྒྱ་ལིའི་ནང་དག་གི་དེ་འདྲའི་གི་གྲུབ་ཆ་མང་དེ་འདྲ་ཡོད་བ་མ་རེད་རེད་བ། དཔེར་ན་རྒྱ་གླིང་ལ་ཆ་བཞག་ན་ཁ་ཨོ་ཆེ་དང་ཨ་ན་ད་དང་ཁྲེ་ཁེ་དང་ཕོ་རྟིང་དང་དཔེ་བཟང་དང་ཨ་དམ་བི་དང་མང་ཞིག་ལ་གྲུབ་དགོས་ཁོ་རེད་ཨོ། ད་ཡང་ན་གླིང་བུ་ཡིན་པ་ཡིན་ན་གླིང་བུ་དཔེར་ན་གཞུང་གླིང་ལྟ་བུ་ཆགས་ན་ཅིག་ཁོ་རང་གི་གཞི་ཁོ་རང་གླིང་བུ་དེ་དུག་ཆད་ཤིང་ཅིག་ཟོས་ཤིང་ཅིག་མཆིལ་སུས་བསྐུར་བ་དེ་ཟོས་ད་དེ་ལ་ཁོ་ལ་རྒྱས་པ་བྱུང་ན་ཁོ་ལ་གང་བསམ་དེ་འདྲའི་བྲིས་ཡོད་རེད་ཚིག་བྲིས་དེ་འདྲ་ཚིག་བྲིས་ད་རྒྱན་སོ་རེད་འདྲ་རྒྱས་པ་རེད་མ་གཏོགས་བས་ཁོ་ལྷུ་དེ་འདྲ་དེ་འདྲ་ག་ཡོད་བ་མ་རེད་ཨ་ནི་ཏང་གཡས་ཀ་ལ་བྱས་སོང་ནས་སྤྱིར་བཏང་གི་རྒྱ་གླིང་དེ་ཆོས་ལུགས་ཀྱི་རོལ་མོ་གསུང་དང་ཆོས་ལུགས་ཀྱི་ད་ཆོ་ག་དང་མཁར་བྱམས་གཙོ་མཛོད་ནང་ལོགས་ལ་བོད་ཆས་ཕྱེད་ཀ་བ་རེད། གླིང་བུ་གཙོ་མཛོད་ཀར་སོང་ནས་སྤྱིར་བཏང་གི་ད་གཞུང་གླིང་ཡིན་པ་ནི་ཆོས་ཁྲིན་མཁར་པ་དེ་འདྲའི་གི་ད་ནང་ལོགས་བོད་ཆས་ཕྱེད་ཀ་བ་རེད། ད་ཁྲི་གླིང་ར་མཐོ་ཚོ་ཡིན་པ་ཡིན་ན་བསྟུད་བཤད་ནང་མ་མཐོ་ཚོ་ད་མུ་ཁ་ད་བོད་ཆས་ཕྱེད་ཀ་བ་རེད་དེ་འདྲ་རེད། ད་གཞན་གླིང་བུ་དེ་འདྲ་ཡོད་རེད་ང་ཚོ་རྩ་གླིང་དེ་འདྲ་དོ་ག། རྫ་ལ་བཟོད་པའི་གླིང་བུ་དེ་འདྲའི་བར། རྫ་བཟོད་པའི་དེ་འདྲའི་གི། རྫ་ལ་གླིང་བུ་དེ་འདྲ་བཟོད་བྱས་བྱས། ད་བུ་ག་གཉིས་གསུམ་བྱས་དེ་འདྲའི་ཡོང་གི་འདུག་ཨ་ཐི་མི། ཨོ་དེ་འདྲའི་གཏང་ཡས་ཡོད་རེད་ད་དེ་ཚོ་སྤུ་གི་མཚམས་ཚང་རྩེད་མོ་རྩེ་ཡས་སོ་རེད་ད། མཚམས་ཚང་ག་ར་སོང་ན་ང་ཚོ་གཅིག་གི་གཅིག་གི་ད་དེ་དགོད་བྲོ་བྲོ་བྱས་འགྲིག་གི་ཡས་སོ་རེད་ད། ཨོ་དེ་འདྲའི་རེད། ཨེ་ཡང་བདག་གླིང་ཟེར་ནི་བཟོད་ཡས་སྤུ་གུ་རྩེ་མོ་རྩེ་ཡས་གང་ཚོ་ཆུང་ཆུང་གང་ཚོ་ན་བདག་བག་གི་གླིང་བུ་བཟོད་བྱས་དོ་ཚོ་གང་གི་གླིང་བུ་དོ་ཚོ་དེ་རེད་རེད་ད། ང་ཚོ་རྒྱ་ནག་ཤུན་ཟེར་དོ་ཨ། ཤུན། ཨོ་འདི་འདྲ་བོ་ཡོད་རེད། བཤད་བྱ་འདུག་བཤད་བྱ་དུ་བུག་བུག་རུ་བྱས་ཨ་ལས་སུ་དེ་རེད་ཁ་ཅིག་གིས་ད་བྱེའུ་བུག་སོགས་ད་ཟོས་པ་དེ་འདྲས་ད་དེ་འདྲས་ཡོང་གི་འདུག་དེ་འདྲས་གང་ར་ཟེར་སོང་ད་ལྟ་ཅིག་ཀྲུང་གོའི་རོལ་མོའི་ཚིག་མཛོད་དེ་ཚོ་ནང་ལོགས་ལ་སྙན་མ་བསྡུ་རུབ་བྱས་པ་དེ་འདྲས་གི་རྫ་གླིང་ད་དེ་འདྲས་གོ་རུ་དེ་འདྲས་དེ་བཙལ་གི་འདུག་རེད་བ། གཞན་གང་ར་ལྕགས་གླིང་དེ་འདྲས་ཡོད་རེད་ལྕགས་ལ་ཟོས་པའི་གླིང་བུ་ད་ཚོ་ཚོ་སྤྱིར་བཏང་གི་ང་ཚོ་ཅིག་གི་རོལ་མོ་ལ་རམ་འདེགས་བྱས་ཚོ་མ་རེད་ནམ་རྒྱུན་དུ་གང་ཚོ་ཅིག་གི་ད། སོ་སོ་རང་གི་དང་ཆོས་ཀྱི་སྲོལ་བཞག་པ་ཨ་དེ་འདྲའི་རེད་བ་ཨོ་དེ་འདྲའི་ཡོང་གི་རེད་གླིང་བུར་ཆ་བཞག་དེ་འདྲའི་བ་རེད་དེ་ལྟར་རྒྱ་གླིང་དུ་སོ་ད་དེ་ཁ་ཁ་རེད།